སྤྱི་བཏང་ལྷག་བསམ་སོགས་དེ་ནི་ནམ་རྒྱུན་ང་ཚོ་ཁ་སྐད་ལ་བཤད་ན་སྤྱི་སེམས་ཟེར་དེ་རེད་རོ། དེ་ལས་ཏིས་ཡ་ཨེ་ནི་ཤུགས་ཆེ་རུ་འགྲོ་དེ་ལྷག་བསམ་ཟེར་དེ། དེ་ལས་ཀྱང་ཤུགས་ཆེ་རུ་འགྲོ་དེ་བྱང་ཆུབ་ཀྱི་སེམས་ཟེར་དེ་རེད་ད་གང་ལྟར་ལྷག་བསམ་སོགས་དེ་དེ་རེད། གང་ལྟར་ཡང་འདོད་པ་གཅིག་རེད་དེ་རེད་ད་འདོད་པ་གཅིག། རོ། སྤྱི་པའི་དོན་དག་ལ་གཞན་གྱི་དོན་དག་ལ་ལས་ཀ་ཅིག་བྱེད་དགོས་ཨ་བསམ་པའི་གི་བསམ་བློ་འདོད་པ་གཅིག་རོ་འདོད་པ་བདུན་པ་འོ་དེ་ལ་ཨེ་ནི་ལྷག་བསམ། ཟེར་རོ། དེ་ཡིན་ན་ལྷག་བསམ་ཚེ་འདི་ལ་སྤྱི་དང་མཚན་གཞི་མང་པོ་ཞུ་རྒྱུ་རེད་དེ་ངས་མཚན་གཞི་གཅིག། ཆོས་རྗེ་ས་པཎ་གྱི་ས་སྐྱ་ལས་བྱེད་རྣམས་ལ་མཚན་གཞི་སྤྱི་དང་མང་པོ་ཡོད་རེད་དེ་རྣམས་གཅིག། མ་ཞུ་གིན་ལྷག་བསམ་ཡོད་མེད་ཀྱི་ཁྱད་པར་དེ། ངན་པ་རང་བསྟན་ཁྱད་པར་འཇོམས་དམ་པ་གང་ལ་བསྟན་པ་གསུང། རོ་ཨ་སྲིན་པོ་རང་བསྟན་ཟས་ཟས་ཟ་སྲིན་ཀ་ཟ་སྲིན་གྱིས་རང་གི་ཡུལ་འཁོར་སྲུང་འོང་ཟིན་ད་ང་ཚོར་ལྷག་བསམ་ཟེར་དུས་སྤྱི་པ་གང་བཤད་འོང་དུས། དེ་ལ་ཨེ་ནས་ལྷག་བསམ་ཡོད་མེད་ཀྱི་ཁྱད་པར་གྱིས། ཨེ་ནས། དེ་ཡུལ་གྱི་ལས་ཀ་དེ་ལ་ཁྱད་པར་ཡོང་གི་རེད་ལ་རེད་དཔེ་མཚོན་ན་ལྷག་བསམ་མེད་ཁྱོད་དེ་ཚོ་ག་རིགས་ནང་བཞིན་རེད་ཟེར་དུས་སྲིན་འབུ་ནང་བཞིན་རེད་ལ་རེད་སྲིན་འབུ་ཟེར་དུས་ང་ཚོ་ཤིང་ལ་འབུ་ཅིག་འཁོར་གི་འདུག་ཨ་དེ་ནང་བཞིན་རེད་ལ་རེད། དེ་སྲིན་འབུ་དེ་གིས་ག་རེ་བྱེད་ཀིར་ཟེར་ན་ཁོ་རང་བསྡད་ས་གིས་ཨེ་ནས་ཤིང་དེ་ཟ་བྱེད་དེ་མེ་བ་ཟོས་བཞག་གི་རེད་ལ་རེད། དེ་ཨེ་ནས་ད་དེ་ག་ནང་བཞིན་བྱས་ནས་ལྷག་བསམ་མེད་ཀིའི་མི་དེ་ཚོ་གིས་སོ་སོ་བསྡད་ས་གིས་སྤྱི་ཚོགས་ཚོགས་པ་འོ་དེ་ཡིས་ཨེ་ནས་དེ་ཏག་ཏག་དེ་ལ་ཕ་ཕན་ཐོག་པའི་ལས་ཀ་དེ་འདྲ་གང་ཡང་མ་བྱེད་དེ་མ་བྱས་ཁ་ལ་དང་དོན་ཡང་གནོད་སྐྱེལ་གྱི་ལས་ཀ་དེ་འདྲ་བྱས་བྱས་དེ་ཨེ་ནི་ཚོགས་པ་དེ་ཏག་ཏག་བྱེད་བཟོད་བྱ་གི་རེད་ལ། ད་ཨེ་ནི་ལྷག་བསམ་ཡོད་སྐྱོ་གི་མི་དེ་ག་རེར་དཔེ་བཞག་པར་སེང་གེ་ལ་དཔེ་བཞག་པར་སེང་གེ་ནང་བཞིན་རེད་ལ། སེང་གེ་བསད་དེ་ཨེ་ནི་ཁོ་རང་འདས་ས་ཀྱི་ཁོར་ཡུག་དང་ཁོ་རང་གི་མངའ་འོག་གི་སེམས་ཅན་གཞན་པ་དེ་ཚོ་ལ་སྲུང་སྐྱོབ་བྱེད་ཀྱི་རེད་ལ་སྲུང་སྐྱོབ་བྱེད་ཀྱི་རེད་ལ་དེ་ནང་བཞིན་གྱི་ལྷག་བསམ་ཡོད་མཁན་གྱི་མི་དེ་གིས་ཨེ་ནི་ཁོ་རང་འདས་ས་ཀྱི་སྤྱི་ཚོགས་དང་ཁོ་རང་མཉམ་དུ་གཤིབ་རོགས་ཀྱི་མི་དང་དེ་ཚོ་ལ་བར་སྲུང་སྐྱོབ་བྱེད་ཀྱི་རེད། ཞེས་ལ། དེ་རིང་སོང་ཙང་ལྷག་བསམ་སོང་ན་ག་ལ་དགོས་དོན་དག་རྡོག་རྡོག་བྱས་ན་ལྷག་བསམ་སོང་ན་ག་ལ་གི་ཡོད་རེད་ལབ་འོང་དུས། མདོར་ན། སོ་སོ་སྡེ་བསགས་ཀྱི་སྤྱི་ཚོགས་དང། སོ་སོ་ཁྱིབ་བསགས་ཀྱི་ཨ་ནི་རོགས་པ་འདི་ཚོ་ལ། རོ། ཕན་ཐོགས་པ། རོ། ལུས་ངག་ཡིད་གསུམ་གྱི་སྒོ་ནས་དངོས་ཤུགས་རྒྱུད་གསུམ་གྱི་སྒོ་ནས་འོ་དེ་འདྲས་ཀྱི་ཨ་ནི་ཕན་ཐོགས་པ་ཕན་ཐོགས་པའི་ཀྱི་བསམ་བློ་ཡིན་ན་རེད་ཕན་ཐོགས་པའི་ལས་ཀ་ཡིན་ན་རེད་དེ་ལ་ཨ་ནི་ག་ལ་དགོས་སོང་ན་ལྷག་བསམ་ལ་གི་ཡོད་རེད་ཨེ་ས་ལྷག་བསམ་སོང་ན་དེ་རེད། རོ། དེ་ནས་ལྷག་བསམ་གྱི་ད་འགལ་རྐྱེན་ག་རེད། ད་ལྟའི་དགེ་ཆེན་པོ་རེད་ལྷག་བསམ་གྱི་དགའ་རྒན་འགའ་རེས་མི་གཅིག་ལ་ལྟ་སྤྱི་བའི་དོན་དག་ལ་ལས་ཀ་བྱེད་དགོས་འདོད་པ་ཤུགས་ཆེན་པོ་གཅིག་ཡོད་རེད་དེ་ཡིན་ན་ཡང་ཁོ་བྱེད་ཐུབ་ཀྱི་ཡོད་མ་རེད་གར་བྱེད་ཐུབ་ན་མིན་གྱི་ཁོ་ལ Supporting རག་གི་ཡོད་མ་རེད་རོ་ཕྱོགས་གཅིག་ནས Support རག་གི་ཡོད་མ་རེད་ཕྱོགས་གཉིས་ནས Support རག་ན་ཡང་མཐུན་རྐྱེན་འཛོམས་ཀྱི་ཡོད་མ་རེད་ཕྱོགས་གསུམ་ནས་ཨེ་ནས་མི་མང་ཆེ་སྤྱི་ཚང་དེ་ཚང་སྤྱི་ཚོགས་ནང་ལ་དེ་འདྲས་འདུག་དངོས་གནས་ཁོ་རང་སྤྱི་ཚོགས་ཀྱི་ལས་ཀ་བྱེད་བསྡད་ཀྱིན་དེ་ལ་ཨེ་ན་ཚང་མ་གིས་དཔེ་མ་ག་བ་བྱས་སོ་སྒྲ་ཅི། སྤྱི་ཚོགས་ཀྱི་ལས་ཀ་བྱས་མ་བསྡད་ཅེས་ཁ་སྙན་པོ་ར་བཤད་དེ་ནས་དེ་ཧུས་ལྷོད་ལྷོད་བསྡད་དེ་གི་ནང་ཚུད་ལ་ཡང་ཚང་མས་དགའ་པོ་ཉེས་པོ་བྱེད་ཀྱིན་སོ་དྲག་ཅིག་ཁོ་ང་ཚོ་སྤྱི་ཚོགས་ཀྱི་འགྲོ་སྟངས་དེ་འདྲ་ཞིག་དུ་བ་འོ་ད་དེའི་ཨེ་ནས་མདོར་ན་ག་རེ་ཡོད་ཟེར་ན། ལྷག་བསམ་བྱེད་བསྡད་མཁན་གྱི་མི་ལ་དཀའ་ངལ་ག་རེ་ཡོད་ཟེར་ན་སེམས་ཅན་གཞན་གྱིས་ཨེ་ནས་ལོག་སྒྲུབ་བྱེད་པའི་དཀའ་ངལ་ལོག་སྒྲུབ་སོ་དེ། དཔེ་ཆ་ན་ངས་འདི་ནས་མ་གཅིག་སྤྱི་པའི་དོན་དག་གཅིག་བཤད་སོང་ན་དེ་ཏག་ཏག་མ་བྱེད་ཅེས་དེ་ལྟར་དབུལ་དྲག་ཕར་བྱས་ནས།

ས་ཚང་མ་ཨེ་ནི་ཀོ་བ་གཡོགས་བཞག་ན་ཀོ་བ་ད་ང་ཡོད་མ་རེད་དེ་ལས་སོ་སོས་ཀྱི་སེམས་དེ་ལ་ཕ་ཀོ་བ་གཡོགས་བཞག་ན་ཁོ་ལྷམ་འདི་ལ་ཕ་ལྟ་ཚ་ལྷམ་གྱི་བ་ལ་ཀོ་བ་གཡོགས་བཞག་ན་ཁོ་ས་ཚང་མ་ཀོ་བ་གཡོགས་པ་དང་གཅིག་པ་རེད་ལབ་ནས་ཕ་ཁ་བརྡ་བཅག་ན་བཅག་ཐུ་ཨེ་ཡོད་མ་རེད་ད་དེ་ལ་སོ་སོས་བསམ་བློ་ཞིག་ཨེ་ནི་འགྱུར་བ་བཏང་ནས་ཨེ་ནི་ཁ་བརྡ་བཅག་དགོས་ཀྱི་ཡོད་རེད་ལ། ད་དེ་ལ་བསམ་བློ་བཏང་ཐང་ཅིག་ན་རིགས་མི་འདྲ་བ་མང་པོ་ཞིག་ཡོད་ས་རེད་དེ་ན་བསམ་བློ་བཏང་སྟངས་ཀྱི་མཚན་གཞི་གཅིག་ངས་ཆོས་ཆོས་ས་བོན་གྱི་ས་སྐྱེ་ལས་ཤེ་ན་ལ། སྐྱེ་བོ་དམ། སྐྱེ་བོ་དམན་པ་དམ་པ་ལ་ཁྱད་གསོད་བྱེད་ཀྱི་ཨེ་ནི་དམ་པས་མིན། སེང་གེའི་བ་ཚོགས་ལེགས་སྐྱོང་གི་བ་ནི་བ་ཡི་རིགས་ལ་དྲན། ད་ལྟ་བསམ་བློ་དེ་འདྲ་ཞིག་གཏང་དགོས་ཀྱི་ཡོད་རེད་ལར། རོ་བ། འོ་ད་ཨེ་ནི། གང་ལས་ཀ་བྱེད་མཁན་ཡིན་ན་རེད་དོན་ཚོ་ལ། ཨ་ན་ཚ་ར་ཚིར་མང་པོ་བཤད་དེ་སྐྱོན་ཆེ་མང་པོ་བྱས་དེ་ཨེ་ཏེ། འོ་ད་ཨེ་ནི་སྐྱེ་བོ་དམན་པ་དེ་ཚོ་གི་རང་བཞིན་རེད་དེ་ཡོད་རེད། རོ་ཨ། ཁོ་རང་བཞིན་རེད་དེ་ཡོད་རེད། རོ་ཨ། དེ་ན་སོང་ཙང་ཨེ་ནས་ཁོང་ཚོས་འདི་བྱས་དེ་འོང་དུས་ངས་ཀྱང་འདི་གློད་སོང་ན་ང་ཡང་ཁོ་ཚོ་མཉམ་དུ་ཁོ་ཚོ་འདྲ་བོ་གཅིག་པ་ཆགས་འགྲོ་གི་ཡོད་རེད། དེ་ན་སོང་ཙང་ད་དེ་གཅིག་ཚར་ཚར་མང་པོ་ལབ་བསྡད་དེ། ད་ཁོང་ཚོ་གི་རང་བཞིན་རེད་དེ། དེ་ན་སོང་ཙང་ད་འདི་ལ་ཨེ་ནས་ཁྱོད་ནི་ཁོ་ལ་སེམས་མ་བཏེ་བ་བྱས་སོ་སོའི་དམིགས་ཡུལ་ག་རེ་ཡིན། སོ་སོའི་སྒྲུབ་དགོས་པའི་ལས་འགན་ག་རེ་ཡིན། དེ་ཨེ་ནས་སྒྲུབ་སྟངས Solution ག་འདྲས་ཀྱི་ངང་སྒྲུབ་དགོས་འདུག་དེ་རང་གིས་བསམ་བློ་བཏང་ནས་གཞན་པ་ལམ་ཀ་གཡས་གཡོན་ལ་ཁྱོད་ནི་མ་བཏང་ནས་ཨེ་ནས་བར་འགྲོ་དགོས་ཀྱི་ཡོད་རེད། དཔེར་ན་ཆ་ཤས་ན་སྐྱེ་བོ་དམ་པ་དམན་སྐྱེ་བོ་དམན་པ་དམ་པ་ལ་བཟོ་སྟེ་མི་ཡག་ལ་ལས་ཀ་བྱེད་ཀྱིན་ལ་ཨེ་ནས་སྐྱོན་བརྗོད་བྱས་ཏེ་མི་དམན་པ་འདི་ཚོ་གི་རང་བཞིན་རེད་དེ་ཡོད་རེད་ཨེ་ལར། དཔེ་མཚོན་ན་ག་ནས་རང་བཞིན་རེད་ཟེར་ན་བ་འདི་ཚོ་བ་མོ་འདི་ཚོ་བ་ཁོ་རང་ཚོ་གི་རིགས་ལ་ཕ་འདྲེན་བྱས་ཨེ་ནས་ཕ་ཚོ་བསད་རིགས་བཙས་ཀྱི་ཡོད་རེད་ཨེ་ལར། རེད་དེ་ཡིན་ན་ཡང་སྐྱེ་བོ་དམ་པ་འདི་ཚོ་གི་ཡང་མ་ཨེ་ནས་དེ་ནས་བྱས་སོང་ན་དེ་ནས་ད་ཡང་ཁོ་བ་ཆགས་འགྲོ་གི་ཡོད་རེད་དེ་བཟང་སྐྱེ་བོ་དམ་པ་འདི་ཚོ་གི་ག་ལ་ཡོད་ཟེར་ན་ཁྱེད་ཚོས་བྱས་ཀྱི་དམ་པས་མིན་ལར། སྐྱེ་བོ་དམ་པ་དེ་ཚོ་གིས་ཡང་མ་ཁྱད་གསོད་བྱེད་ཀྱི་མ་རེད་ལ་ཚུར་ཁྱད་གསོད་བྱེད་ན་ཕ་ཁྱད་གསོད་བྱེད་ཀྱི་མ་རེད་ལ་དཔེ་ཆ་ན་གར་ནང་བཞིན་རེད་ས་ན་སེང་གེ་ནང་བཞིན་རེད་ལ་སེང་གེ་ལ་བ་དེ་ཚོ་གིས་རྙེད་བཀུར་ན་ཡང་ཕ་ཨེ་ནི་པའི་གནོད་འཚེ་སྐྱེལ་གྱི་མ་རེད་ཤུགས་ཆེན་པོ་སྐྱེལ་གྱི་མ་རེད་ལ་རེད་བ། བ་ཡི། སེང་གེའི་བ་ཚོགས་ལེགས་སྐྱོང་གིས་སོས་སེང་གེ་དེ་ཚོ་གིས་བ་ཡི་ཚོགས་ལ་སོགས་པ་ཁོ་རང་གི་འཁོར་དེ་ཚོ་ཕ་བདག་པོ་རྒྱབ་ཀྱི་རེད་དེ་ནང་བཞིན་རེད་དེ་ཡོད་རེད་ཟེར་ན་ད་བསམ་བློ་དེ་འདྲས་ཀྱིས་ཁེངས་ནས་ཨ་ཐ་མི་འདི་ཚོ་ཟ་ར་ཚི་ར་མང་པོ་ལབ་ཡོད་དེ། ཨ་ཐ་ཁོ་རང་ཚོ་གི་རང་བཞིན་རེད་དེ་རེད་ཁོ་ཧ་མ་གོ་རེད། དེ་རིང་སོང་ཙང་ད་འདི་ལ་ཁོ་ཞེའུ་ཞེའུ་ཨེ་ནས་བསམ་བློ་བཏང་མ་བཏང་ཡོད་མ་དེ་ལས་ང་རང་གི་སྒྲུབ་དགོས་དེ་དེ་ཡིན་སེམས་དེ་ལ་ཕ་ཨ་ནས་བསམ་བློ་བཏང་ནས་འགྲོ་སོང་ན་ཨོ་ད་མི་གི་ག་ཚོད་མོ་ག་ཚོད་ལབ་ན་ཡང་སོ་སོ་སེམས་ཤུགས་མ་ཆག་པ་སོ་སོའི་ལས་དོན་ཐོག་ལ་མུ་མཐུད་ནས་གོམ་པ་བརྒྱབ་ཐུབ་པ་ཨོ་དེ་འདྲི་གི་ཨེ་ནས་ཁེ་ཕན་ཡོད་རེད་དེ་རིང་སོང་ཙང་ཅི་ལྟའང་བསམ་བློ་མང་པོ་ཡོད་རེད་དེ་བསམ་བློ་དེ་ཕ་བཏང་དགོས་ཀི་ཡོད་རེད་ལར། དཔེ་བྱས་ན་དཔེ་གཅིག་ཆ་བཞག་ན། སོ་སོ་འབད་འབྲིང་བྱས་ཡོད་སྐབས་ལ། ཕ་ཇོ་བོ་ལུས་ཡོང་དུས། སོ་སོ་གི་བོལ་ཁོ་རང་རང་ལ་དམིགས་བསྟན་ནས་དེ་ལ་རིག་པ་སྒྲིམ་བལྟས་ཀིར་མ་གཏོགས་བོལ་གཡུག་པའི་སྐབས་དེ་ལ་ཨེ་ན་གཅིག་གཡས་གཡོན་དོ་ལ་གཅིག་བལྟ་བསྡད་ན་ཨེ་ན་སོ་སོ་འོ་གིར་འགྲོ་ཡ་གི་ཉེན་ཁ་ཆེན་པོ་ཡོད་རོ་འོ་དེ་ནང་བཞིན་རེད་དེ་དོན་སོང་ཙང་གཡས་གཡོན་མིག་གི་ག་རི་མོ་གར་ད་ར་ཚེ་རི་ག་རི་མོ་ག་རི་ཤེས་ན་ཡང་དེ་ལ་ཁྱོད་ནི་སེམས་མ་གཏད་བ་ཆེ་སོ་སོའི་སྐྲག་སྐད་ག་བ་ཡིན་ན་རོ་བ་བན་དེ་ག་བ་ཡིན་ན་དེ་ལ་ཕ་ཨེ་ན་སེམས་གཏད་ནས་འགྲོ་དགོ་འགྲོ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་དེ་ཡོད་རེད། ཡོད་ལ། ད་ལྷག་བསམ་སྐྱེ་སྟངས་ག་ནས་ཡང་སྐྱོ་གཅིག་བྱས་ན་ག་རེ་ཁྱོད་ན། ནས། རང་ཉིད་གཅིག་ཀྱང་མཐོ་བསྡད་ན་གཞན་ལ་ཕན་པ་འབའ་ཞིག་གིས་རོ། བྱས་ལ་བྱི་དོར་བྱས་པ་ན་སྔོན་དུ་མེ་ལོང་མི་མཆི་གམ་ས་འདི་ཆོས་ས་པན་གྱིས་གསུངས་པ་རེད་ད། དེ་ལྷག་བསམ་སྐྱེ་སྟངས་ག་རེ་སྐྱེ་འོར་ཟེར་ན། ནས། སོ་སོ་ནས་གཅིག་དངོས་གནས་འཁོར་དོན་དག་སྒྲུབ་དགོས་ན་རོ། དང་པོ་ནས་གཞན་གྱི་དོན་དག་གཞན་གྱིས་ལོག་འཚུབ་བྱས་ན་ཡང་གཞན་ལ་ཕན་བཏགས་དགོས་ཀྱི་ཡོད་རེད་ལ། རོ། ཕན་བཏགས་སོང་ན་ག་ལེ་ག་ལེ། གཞན་འདི་ཚོ་ཧ་གོ་བྱས་འདི་བྱས་ཡོང་དགོས་རེད་ཀ་སོ་སོ་ལ་ཡང་རོགས་པ་བྱས་ཡོང་དགོས་རེད། ཨེ་ལ། དཔེར་མཚོན་ན་མི་གཅིག་སོ་སོ་གདོང་པ་ལ་ཨེ་ནས་གཅིག་བལྟ་དགོས་ན། དང་པོ་གདོང་པ་དེ་ཡག་པོ་མ་གདོང་པ་ལ་གར་འདུག་བལྟ་དགོས་ན། དེ་མ་ལྟ་བའི་སྔོན་ལ་ཨེ་ནས་མེ་ལོང་ཕྱིས་དགོས་འདུག་ཨཱས། ཨེ་མེ་ལོང་ཡག་པོ་ཕྱིས་སོང་ན་ཨེ་གདོང་པ་ཡག་པོ་མཐོང་དགོས་འདུག་ཨཱ་དེ་ནང་བཞིན་རེད་དེ་ཡོད་རེད། སོ་སོའི་གི་དོན་དག་དམིགས་ཡུལ་དུ་སྒྲུབ་དགོས་ན་ཨེ་ནས་དང་པོ་ཨེ་ནས་གཞན་གི་དོན་བྱེད་དགོས་ཀྱི་ཡོད་རེད་ཨེ་ལ། དེ་གཅིག་རེད་གཅིག་ནས་བསམ་བློ་གར་བཏང་དགོས་ཀྱི་ཡོད་ཟེར་ན། ཁོ་ལ་ཕུན་སུམ་ཚོགས་རྒྱུ་ན་རྗེ་བོད་གཉིས་ལ་ཨེ་ནས་རྗེ་བོད་གཉིས་ཀྱི་ཆེ་བ་ཡིན་ཟེར་དེ་བསམ་བཏང་དགོས་ཀྱི་ཡོད་རེད་ལ། རྟགས་ལ་རྒྱན་དུ་བྱས་པ་དེ་བདག་པོ་གཉིས་ལ་མི་མཛེས་སམ་ཟེར་དཔེ་རེད་རོ། དཔེ་བྱས་ན་འཁོར་སོ་སོའི་འཁོར་དུ་འཛོ་ཅིག་ཡག་པོ་ཅིག་བྱུང་སོང་ན་སོ་སོ་འཁོར་ཡུལ་ཡིན་ན་རེད་དེ་བ་ན་བཞིན་སོ་སོའི་བ་ལ་རྒྱོག་གི་མི་དུ་འཛོ་ཨེ་ནས་དཔེ་ཕུན་སུམ་ཚོགས་པ་བཀྲ་ཤིས་པ་བདེ་ཞིང་སྐྱིད་པ་བྱུང་སོང་ན་ཨེ་ནས་འཁོར་མི་ཁོ་རང་མགོ་ཁྲིད་སུས་ན་དེ་ལ་ཕ་བསྟོད་བསྔགས་རག་གི་འདུག་བ། དཔེ་བྱས་ན་སོ་སོ་གཞོན་ཡག་གི་སྦག་སྦག་དུ་རྫིག་པོ་ཞིག་བྱོས་ན་སྦག་སྦག་ལ་བསྟོད་བསྔགས་རག་གི་མ་རེད་མི་དེ་ལ་བསྟོད་བསྔགས་རག་གི་འདུག་བ་བདག་པོ་དེ་ལ་འོ་དེ་ན་བཞིན་རེད་དེ་འདྲའི་བསམ་བློ་ཅིག་ཁྱེར་ནས་ཨེ་ནས་སོ་སོ་གི་ཨེ་ནས་ཕ་ཨེ་ནས་བསམ་བློ་ཡང་ནས་ཡང་དུ་བཏང་སོང་ན་ཨེ་ནས་སོ་སོ་ཡང་ལྷག་བསམ་བྱེད་ཡ་ལ་དཔེ་བསམ་བློ་ཤུགས་ཆེ་རུ་འགྲོ་གི་རེད་ཟེར་སོང།

ད་སྙིང་སྟོབས་དེ་ལའང་མཚན་གཞི་མང་པོ་ཡོད་རེད་འདི་རྣམས་མཚན་གཞི་གཅིག་ངས་ཆོས་ས་པན་གྱི་གསུང་བརྒྱུད་ཀྱི་ཆོས་རྗེ་ས་སྐྱའི་ལེགས་བཤད་ནང་ལ། མཁས་པ་ཤིན་ཏུ་དགོས་ན་ཡང་ལེགས་བཤད་གཏམ་གྱི་ཞེན་ཁ་བྱེད། བླུན་པོ་སྦྱོར་བར་གྱུར་ཚེ་ཡང་རྩོད་པ་ཁོ་ནས་རང་བཞིན་བསྲེག་ཟེར་ད་འདི་ཡས་ན་སྙིང་སྟོབས་ཀྱི་རིགས་མཚན་གཞི་གཅིག་རེད་དེ་ཡོད་རེད་བ། མི་མཁས་པ་བསད་དེ་ལ། ཨེ་ཉན་གཅིག་པད་མི་སྲས་ཀྱི་མིག་གི་སྒྲ་མི་འདྲ་ལབ་དེ་ན་ཤིང་གི་གཅིག་གནས་དང་སྐྱོ་བོ་ག་འདྲ་མོ་ག་འདྲ་བྱུང་སོང་ན་ཡང་ཁོ་རང་སྒེར་ལ། བྱུང་ན་ཡང། ཨེ་ཉན་སྤྱི་པའི་དོན་དག་བྱས་དང་སྤྱི་པ་ལ་ཕན་ཐོགས་ཡ་དང་གཞན་ལ་ཨེ་ནས་སྐད་ཆ་ཡག་པོ་བཤད་རྣམ་འགྱུར་ཡག་པོ་བསྟན་པའི་སྒོ་ནས་གང་དང་གཞན་གྱི་སེམས་དཀྲུག་གི་མ་རེད་སོ་སོ་ད་དཀའ་ངལ་ན་ཚུད་དེ་ཡར་དེད་ན་གཞན་སེམས་འཁྲུག་བཅུག་གི་མ་རེད་ལ་དེ་ཨེ་ནས་སྙིང་སྟོབས་ཀྱི་མཚན་གཞི་གཅིག་རེད་དེ་ཡོད་སྙིང་སྟོབས་ཀྱི་མཚན་གཞི་གཅིག་ཞི་བ་ལགས་ཀྱིས་གསུངས་ཡོད་རེད་ག་རེ་གསུངས་ཡོད་རེད་ཟེར་ན་ཨེ་ནས་ལ་ལ་རང་གི་ཁྲག་ཐོགས་ན་ཨེ་ནས་བོབ་ཅིང་རྒྱ་བ་རྒྱུ་བ་ཡོད་ལ་ལ་གཞན་གྱི་ཁྲག་ཐོགས་ན་ཨེ་ནས་དཔའ་ལྡན་ལྷག་པར་སྐྱེ་རྒྱུར་ཡོད་ཟེར་ནས་མི་ཁ་ཤས་སོ་སོ་གི་ཁྲག་མཐོང་ན་ཡང་ཨ་ཅིག་དཔེ་ཀློག་གོ་ཞེའུ་སྐྱེས་ཀྱི་རེད། མི་ཁ་ཤས་གཞན་གྱི་ཁྲག་མཐོང་ན་ཡང་དཔེ་ཁྱོད་ནི་དྲན་པ་རྒྱ་འགྲོ་སྐད་ཤོར་འགྲོ་གི་རེད་ཟེར་སྙིང་སྟོབས་ཟེར་ན་ད་དེ་རེད་དེ་འདྲ་ཅིག་ལ་རེད་དེ་ཡོད་རེད་དེ་ནས་བཟུང་ས་སྐབས་དེ་དོན་ད་ལྟ་ཚོའི་ས་པན་ག་རེ་གསུང་དགོས་ཟེར་ན། སོ་སོ་གནས་སྟངས་ག་རེ་ག་རེ་ཐུག་ན་ཡང་རོ། སྐྱིད་པ་དང་གཞན་ཕ་བློས་མ་བཏང་བ་ཡང་ན་གཞན་ལ་ཕ་གནོད་མ་སྐྱེལ་བ་རོ། ལུས་ཀྱི་སྒོ་ནས་གནོད་སྐྱེལ་ན་རེད་ངག་གི་སྒོ་ནས་གནོད་སྐྱེལ་ན་རེད་སེམས་ཀྱི་སྒོ་ནས་གནོད་སེམས་འཆང་ན་རེད་དེ་འདྲ་མ་འཆང་བ་ཅིག་ལ་ག་ལ་དགོས་ཟེར་ན། འདི་སྙིང་སྟོབས་རེད་དེ་ཡོད་རེད།

གཙོ་ལ་དོར་ནས་འདུག་པ་ལ་འདི་ཕྱི་གཉིས་ཀར་སྒྲུབ་མི་འགྱུར་འབད་པ་མེད་ན་ཞིང་བཟང་ཡང་ལོ་ཏོག་ཐོབ་པར་མི་འགྱུར་རོ། དཔེར་ན་ཆ་བཤད་ན། ཞིང་འགའ་གི་བདག་པོ་དེ་གིས་འབད་བརྩོན་ཁྱུ་ནས་མ་བྱས་ན། འབད་བརྩོན་ལས་ཀ་ཁྱུ་ནས་མ་བྱས་ན། ཁོ་གི་ཞིང་འགའ་དེ་ས་གཞི་ག་ཙུག་མོ་ག་ཙུག་ཡག་པོ་ཡོད་ན་ཡང་ལོ་ཏོག་རག་ཡ་ཡོད་མ་རེད་ལ། དེ་ནང་བཞིན་བྱས་ནས་མི་ཨེ་ནས། འབད་བརྩོན་ཁྱུ་ནས་མ་བྱས་མཁན་པས་ཞུམ་ནས་བསྡད་བསྡད་མཁན་ང་ཡོང་གི་མ་རེད་ངས་འཇོན་གི་མ་རེད་ཟེར་ནས་འདུག་བྱས་ནས་ཕ་ཞུམ་ནས་བསྡད་བསྡད་མཁན་གྱི་མི་དེ་གིས་འོ་ད་ཚེ་འདིའི་དོན་དག་འགྲུབ་གི་མ་རེད་ཚེ་ཕྱི་མའི་དོན་དག་འགྲོ་གི་མ་རེད་ཨེ་ནས་ད་ལྟའི་དོན་དག་འགྲོ་གི་མ་རེད་གནས་སྐབས་ཀྱི་དོན་དག་འགྲོ་གི་མ་རེད་དེ་ནས་བཟུང་ན་ང་ཚོས་གར་བྱེད་དགོས་སོང་ན་ཨེ་ནས་སྙིང་སྟོབས་ཀྱི་ལྡོག་ཕྱོགས་ཞུམ་པ་དེ་ཕར་སྤང་དགོས་ཀྱི་ཡོད་རེད་ལ་ཞུམ་པ་དེ་ཕར་སྤངས་སོང་ན་ཨེ་ནས་སྙིང་སྟོབས་རང་བཞིན་གྱིས་ཕར་སླེབས་དགོས་རེད་བསམ་དེ་ནས་བཟུང་ན་ཞུམ་པ་སྤང་སྤང་དགོས་ཀྱི་ཡོད་རེད་ཟེར་སོང་བ་རེད། དེ་ནས་མ་ཅིག་ན་སྙིང་སྟོབས་ཇི་ལྟར་བསྐྱེད་པའི་ཐབས་བཤད་པ་སོགས་དེ་སྙིང་སྟོབས་དེ་བསྐྱེད་ན་ག་འདྲས་བསྐྱེད་དགོས་ཀྱི་རེད་ཟེར་ལ་འོང་དུས་ཨ་ནས། ད་ང་ཚོ་སྙིང་སྟོབས་སྐྱེས་མ་འདོད་ག་རེ་ཟེར་ན་ལས་ཀ་ཅིག་འགོ་བཙུག་གོ་དྲིས་ན་ལམ་སང་ང་ཚོ་ག་རེ་བྱེད་གི་ཟེར་ན་ཨོ་ལས་ཀ་དེ་བྱེད་ཉེན་ཤོར་ན་དཔེ་བསགས་གི་རེད་མི་གི་འདྲ་མི་འདྲ་ལབ་གི་རེད་གྱོང་ཕོག་གི་རེད་ཅིག་ཅིག་བསམ་ནས་དེ་འདྲ་ཅིག་བསམ་བློ་ཅིག་འཁོར་ནས་ཨེ་ན་ང་ཚོ་གི་སྙིང་སྟོབས་དེ་སྐྱེ་ཐུབ་གི་ཡོད་མ་རེད་ད་རེད་བ་སྐྱེ་ཐུབ་གི་ཡོད་མ་རེད་ད་འདི་གི་ལྡོག་ཕྱོགས་དེ་ལ་བསམ་བློ་ག་རེ་བཏང་དགོས་འདི་བསམ་བློ་མ་བཏང་བ་ཅིག་ག་རེ་བཏང་དགོས་གི་ཡོད་ཟེར་ན་རེད་བ་ཨེ་ནས་བྱ་བ་གང་ཞིག་བསྒྲུབ་དགོས་ན་སྐྱོན་དང་ཡོན་ཏན་གཉིས་གཉིས་སོམས།

རོ་ཆོལ་ས་བོན་གྱི་གལ་སྲིད་སྐྱོན་དང་ཡོན་ཏན་གཉིས་ཀ་འདྲ་འདྲ་འདྲ་འདྲ་འདུག་ན། ཨེ་ནས། ད་ཨེ་ནས་གཉིས་ཀ་གཉིས་ཀ་འདྲ་འདྲ་འདྲ་འདྲ་འདུག་ན་ཉེས་པ་ག་ག་ཟ་གོང་དང། ལས་ཀ་གཉིས་ཀ་གཅིག་པ་གཅིག་རྐྱང་ཡིན་ན། ཨེ་ནས་སྐྱོན་གྱི་ཆ་ག་བ་མང་དུ་འོ་དེ་ཕ་སྤང་དགོས་ཀྱི་ཡོད་རེད་ཨེ་ཟ་འདོད་ན་ང་ཚོ་ད་དེ་དག་སྐད་ཆ་རྡོག་རྡོག་བཤད་ན་ག་ཟེར་ན། སྙིང་སྟོབས་སྐྱེ་བ་བྱེད་པ་ལ་སོ་སོ་བསམ་བློ་ག་རེ་གཏང་དགོས་ཀྱི་ཡོད་རེད་ཟེར་ན། ཨེ་ནས། འོ་ད་ལས་ཀ་ག་རེ་མོ་གར་བྱེད་ན་སྐྱོན་ད་ཡོན་ཏན་གཉིས་གཉིས་ཡོད་རེད་བསམ་ནས་དེའི་ནང་ནས་ཨེ་ནས་སྐྱོན་གྱི་ཆ་དེ་ལ་བསམ་བློ་ཞེ་དྲག་མ་བཏང་བར་བྱས་ཡོན་ཏན་གྱི་ཆ་དེ་ལ་བསམ་བློ་མ་བཏང་ཕན་པ་ག་ཚོད་འདུག་སོ་སོའི་ལས་ཀ་སྤྱི་པའི་དོན་དག་ལས་ཀ་བྱས་པར་བརྟེན་ནས་ཨེ་ནས་ཕན་པ་མི་ག་ཚོད་ལ་ཕན་གྱི་འདུག་སྤྱི་ཚོགས་ག་ཚོད་ལ་ཕན་གྱི་འདུག་དེ་ཕན་པའི་ཆ་དེ་ལ་ཡག་གི་ཆ་དེ་ལ་ཨེ་ནས་བསམ་བློ་ཤུགས་ཆེན་པོ་བཏང་སོང་ན་ཨེ་སོ་སོ་ལས་ཀ་བྱས་ལ་ཕ་སྙིང་སྟོབས་སྐྱེ་གི་རེད་ཟེར་སོང། དེ་ཨེ་ནས་སྙིང་སྟོབས་སྐྱེ་བའི་གི་ཐབས་དེ་དེ་རེད། དེ་འདི་ནང་ནས་ཨེ་ནས་ད་བརྩོན་འགྲུས་དེ་འདུས་འདུས་ཞུ་མཁན་བརྩོན་འགྲུས།

སོ་སོ་སོ་སོ་བར་མཉམ་སྤྱོད་བྱས་ནས་བདག་ཉིད་རྙེད་པ་སོགས་དེ་ད་ངས་འཇོན་གི་མ་རེད་ངས་ག་བ་ཡོང་གི་རེད་ངས་གླགས་འཁེལ་གི་མ་རེད་ང་འདི་འདྲས་ཅིག་རེད་འདི་ལས་ཀ་དེ་འདྲས་རེད་ཨོ་ལས་ཀ་དཔེ་རླབས་ཆེན་པོ་རེད་དེ་ངས་འཇོན་གི་མ་རེད་བསམ་དེ་དེ་རེད་དེ་ཡོད་རེད་ལ། དེར་སོང་ཙང་བསམ་བློ་འདི་གསུམ་འདོད་ཡོད་གསུངས་ན་ཨོ་ད་མི་དེ་དུས་ལ་ཨེ་ན་བརྩོན་འགྲུས་སྐྱེད་བརྩོན་འགྲུས་ཁྱོན་ནས་སྐྱེད་ཐུབ་གི་མ་རེད་ཨེ་ལ། དེར་སོང་ཙང་ཕ་འདི་གསུམ་དེ་ཕ་སྤང་དགོས་ཀྱི་ཡོད་རེད་ཨེ་སོགས་གསུངས་པ་རེད་དེ་མི་མཐུན་ཕྱོགས་དེ་དེ་རེད། དེ་ནས་ཨེ་ན། ད་ཨེ་ན། བརྩོན་འགྲུས་དེ་ཇི་ལྟར་སྐྱེད་པའི་ཐབས་བཤད་པ་ཨ་སོ་ད་བརྩོན་འགྲུས་ད་སྐྱེད་སྟངས་ག་འདྲས་སྐྱེད་དགོས་ཀྱི་ཡོད་རེད། བརྩོན་འགྲུས་སྐྱེད་པར་བྱེད་པ་ལ་ཨེ་ནས། མོས་དང་ང་རྒྱལ་འགའ་དང་དོར་ལྷུར་ལེན་དབང་སྒྱུར་སྟོབས་བསྐྱེད་ནས། དང་པོ་དེ་གར་གོ་དགོས་རེད་བསམ་ན་སོ་སོ་ལ་ལས་ཀ་དེ་ལ་མོས་པ་གོ་དགོས་ཡོད་རེད་བསམ་ན་མོས་པ་ཚོ་དེ་སྐབས་དེ་དོན་འདི་རེད་འདོད་པ་རེད་ད་གིན་ངས་གོང་དུ་ཞུས་དེ་ལྷག་བསམ་ཚེ་འདོད་པ་དེ་རེད་ལས་ཀ་དེ་བྱེད་དགོས་འདུག་བསམ་པའི་གི་འདོད་པ་ཤུགས་ཆེན་པོ་ཞིག་དགོས་ཀྱི་ཡོད་རེད་ཨེ་ལར། དགེ་བའི་ཆོས་རྣམས་ཐམས་ཅད་ཀྱི་རྩ་བ་མོས་པ་ཐུབ་པས་སོང་ཟེར་དེ་ཆོས་ལས་ཀ་ཡག་རིགས་ཚང་མ་གི་རྩ་བ་དེ་མོས་པ་རེད་དེ་རེད། མོས་པ་དེ་དགོས་ཀྱི་ཡོད་ཨང་དང་པོ་སོ་སོ་ལས་ཀ་དེ་བྱེད་ལ་འདོད་པ་འདུན་པ་ཤུགས་ཆེན་པོ་ཞིག་ཅིག་དགོས་ཀྱི་ཡོད་རེད། ཨེ་ལ། དེ་ནས་ཨེ་ནས་ང་རྒྱལ་རེད་འདི་ང་རྒྱལ་དེ་ང་རྒྱལ་ནམ་རྒྱུན་ང་ཚོ་ཁེངས་པ་ང་རྒྱལ་དྲེགས་པ་ཟེར་དེ་མ་རེད་འདི་ང་རྒྱལ་དེ་འདི་རེད་ད། བསྟན་པ་རོ་ངས་འདི་དང་འདི་བྱེད་ཐུབ་ས་རེད་རོ། ཨེ་ནས་འདི་ལ་ང་ཨེ་ནས་ལས་དེ་ངས་བྱེད་མ་ཐུབ་བ་ག་ཡེ་མི་འདུག་ཟེར་དང་དེ་འདྲ་གི་ང་རྒྱལ་དེ་ནང་བཞིན་གི་ལས་ཀ་དེ་མུ་མཐུད་ནས་ཕ་རྒྱུན་རྐྱེན་གྱི་བརྟན་པོ་ཅིག་དགོས་ཀྱི་ཡོད་རེད་ཨེ་ལ། དེ་ནས་མོས་དང་ང་རྒྱལ་དགའ། དགའ་པོ་སོ་དེ་སོ་སོ་བྱེད་ཀྱི་ལས་ཀ་དེར་དགའ་པོ་དགོས་ཀྱི་ཡོད་རེད passion རོ། དེ་དགོས་ཀྱི་ཡོད་རེད་ཨེ་ལ་དབྱིངས་སོ་སོ་ཅིག་དགོས་ཀྱི་ཡོད་རེད་ཨེ་ལ་ལས་ཀ་གང་ན་གང་བྱེད་ཀྱི་ན་དེ་ལ་སོ་སོ་གྱི་དབྱིངས་སོ་སོ་ཅིག་དང་པོ་བསྐྲུན་དགོས་ཀྱི་སེམས་ནང་ལ་དབྱིངས་ཁྱོད་ནི་མེད་ན་ལས་ཀ་དེ་བྱེད་ཀྱི་མ་རེད་དེར་སོང་དབྱིངས་གཅིག་དགོས་ཀྱི་ཡོད་རེད་ཨེ་ལར། ཨེ་ནས་དོར་སོང་དུས། ལས་ཀ་དེ་བྱེད་ལ་ཐབས་མཁས་པོ་ཞུ་དགོས་ཀྱི་ཡོད་རེད་ཨེ་ལར། ཡང་མཚམས་མཚམས་སོ་སོ་སེམས་པ་སྐྱིད་པོ་མེད་པའི་སྐབས་དེར་ནང་བཞིན་གྱི་དུས་དུས་ཚོད་མ་འདང་སྐབས་ལ་ལས་ཀ་དེ་ཡང་དེའི་དགེ་བའི་ལས་ཀ་དེ་ཚོ་དོ་མཚམས་འཇོག་བྱེད་ཀྱི་དེ་འདྲས་ཅིག་དེ་འདྲས་དགོས་ཀྱི་ཡོད་རེད་ཨེ་ལར་དེ་ཚོ་ཡང་ཐབས་ཤེས་གཅིག་རེད་དེ་ཡོད་རེད་ཨེ་ལར། དེ་ནས་སོང་ཙང་ཨེ་ནས་དང་པོ་བརྩོན་འགྲུས་སྐྱེ་བར་བྱེད་པ་དང་པོ་ག་རེ་དགོས་སོང་ན་ལས་ཀ་དེ་ལ་དཔེ་བདུན་པ་ཞུགས་ཆེན་པོ་དགོས་ཀྱི་ཡོད་རེད་ལས་ཀ་དེ་མུ་མཐུད་ནས་ཕ་རྒྱུན་བསྐྱངས་ཡང་གི་ཨེ་ནི་རྒྱུན་བསྐྱངས་ཡང་གི་བསམ་བློ་ཅིག་དགོས་ཀི་ཡོད་རེད། དེ་ནས་ཨེ་ནི་ལས་ཀ་དེ་ལ་དགའ་པོ passion ཅིག་དགོས་ཀི་ཡོད་རེད་ར interest Josh སྤྲོ་བ་ཅིག་དགོས་ཀི་ཡོད་རེད་ལ། དེ་ནས་ལས་ཀ་དེ་ཡང་མཚམས་མཚམས་སུ་ཡང་ཨེ་ནི་ཅིག་སེམས་པ་མ་སྐྱོ་བའི་དཀའ་ལ་ཡང་ཨུ་ཚུགས་རྒྱབ་ནས་བྱས་པ་མ་ཡིན་པ་བཅས་ཡང་ཏོག་ཏོག་བར་མཚམས་དེ་འདྲའི་ཏོག་ཏོག་ཅིག་དགོས་ཀི་ཡོད་རེད་ལ་ཁོ་ངར་གསོ་བྱ་ཡ་དོན་དག་ལ། དེ་ནས་ལྷུར་ལེན་པ། ཧུར་ལེན་པ་སོགས་དེ་ལས་ཀ་ག་རེ་དང་ད་ལས་ཀ་དེ་བྱེད་པའི་སྐབས་དེ་ལ་དཔེ་ཁྱོད་ནས་གོ་རོང།

རེད་བ། ལྷག་བསམ་དེ་གིས་སྤྱི་པའི་དོན་སྒྲུབ་པར་བྱེད་པ་ལ་སྙིང་སྟོབས་དགོས་ཀྱི་ཡོད་རེད་ལར། སྙིང་སྟོབས་དེ་ཨེ་ནས་སླེ་བར་བྱེད་པ་ལ་ཨེ་ནས་བརྩོན་འགྲུས་དེ་ཕར་ཨེ་ནས་དགོས་ཀྱི་ཡོད་རེད་ཨེ་ཟེར་ཁོ་གསུམ་ཆ་རྒྱུ་འབྲས་སོ་སོར་ཆ་སྟེར་གྱི་ཡོད་རེད་འོ་དེ་ནས་སོང་ཙང་ད་ཨེ་ནས། བརྩོན་འགྲུས་ཀྱི་བརྩོན་འགྲུས་སྐྱེད་པའི་ཐབས་ཤེས་དེ་དེ་འདྲས་རེད་དེ་ཡོད་རེད། དེའི་སྒོ་ནས་དེ་ནས་ང་ཚོས་ཀྱི་ད་ཨེ་ནས་ཅིག་བརྩོན་འགྲུས་སྒོ་ནས་བྱེད་ན་རེད་ལྷག་བསམ་སྒོ་ནས་བྱེད་ན་རེད་གང་ལྟར་ཡང་ལས་ཀ་དེ་འདྲས་ཅིག་སྤྱི་པའི་དོན་དག་ལ་ཨེ་ནས་ཅིག་ལྷག་བསམ་སྐྱེས་སོང་ན་ཕན་ཐོགས་ག་རེ་ཡོད་མེད་ད་གལ་ཆེ་ཤོས་དེ་རེད་ལྷག་བསམ་བྱས་སོང་ན་ཕན་ཐོགས་ག་ཚོད་འདུག་མ་བྱས་ན་སྐྱོན་གར་འདུག་དེ་ཐོག་ལ་བསམ་བློ་བཏང་ན་ཡང་ལྷག་བསམ་དེ་རང་བཞིན་གྱི་སྐྱེ་གཅིག་ཡོད། དེ་རང་བཞིན་གྱི་སྙིང་སྟོབས་ཡོད་ན། སྙིང་སྟོབས་ཡོད་མཁན་གྱི་མི་གིས་ལས་འགུལ་ག་ཚོད་སྤེལ་ཐུབ་ཀྱི་འདུག་སྙིང་སྟོབས་མེད་མཁན་གྱི་མི་དེ་ག་ཚོད་ཅིག་ལས་འགུལ་ག་ཚོད་སྤེལ་ཐུབ་ཀྱི་མི་འདུག་དེ་གཉིས་དེ་ཕ་ཡེམ་བཅས་བྱས་ནས་བསམ་བློ་བཏང་སོང་ན་ཡང་སྙིང་སྟོབས་སྐྱེ་གི་ཁྱད་པར་གཅིག་ཡོད། དེ་རང་བཞིན་གྱི་བརྩོན་འགྲུས་ཟེར་ན་འབད་བརྩོན་རེད་ད་སྐབས་འདི་ནས་འབད་བརྩོན་ལ་གོ་བ་བླངས་ན་འགྲིག་གི་འདུག་འབད་བརྩོན་བྱེད་མཁན་གྱི་མི་དེ་གིས་འབད་བརྩོན་བྱེད་མཁན་གྱི་མི་དེ་གིས་ག་ཚོད་ལས་དོན་ག་ཚོད་སྒྲུབ་ཐུབ་ཀྱི་འདུག་སོ་སོའི་དོན་གཞན་གྱི་དོན། འབད་བརྩོན་མ་བྱེད་མཁན་གྱི་མི་དེ་གིས་ཨེ་ནི་ག་ཚོད་རྗེས་ལུས་ཐེབས་འགྲོ་གི་འདུག་དེ་ཚོ་གཉིས་ཀྱི་ཁྱད་པར་ཕྱེས་ནས་ཨེ་ནི་བསམ་བློ་བཏང་སོང་ན་ཡང། གཅིག་ག་ལ་བར་སོ་སོའི་རྒྱུད་ལ་ལྷག་བསམ་ཆེ་རུ་འགྲོའི་སྙིང་སྟོབས་ཆེ་རུ་འགྲོའི་དེ་ན་བཞིན་བརྩོན་འགྲུས་ཆེ་རུ་འགྲོའི་གི་ཨེ་ནི་རེ་བ་ཆེ་ཡོད་རེད་དེ་ནི་སོང་ཙང་ཚང་མས་ཨེ་ནི་སྐྱོན་དང་སྐྱོན་དང་ཡོན་ཏན་གྱི་ཐོག་ལ་བསམ་བློ་བཏང་དགོས་ཀྱི་ཡོད་རེད་རེད་བ་སྐྱོན་དང་ཡོན་ཏན་ཐོག་ནས་ཨེ་ནི་གཙོ་བོ་ཨེ་ནི་ཡོན་ཏན་གྱི་ཆ་ལ་བསམ་བློ་བཏང་སོང་ན་ཨེ་ནི་ལས་ཀ་དེ་དང་དེ་བར་འགྲུབ་ཡས་ལ་ཨེ་ནི་ཕན་ཐོག་ཆེ་ཡོད་རེད་དེའི་སྒོ་ནས་ཨེ་ནི་ཚང་མས་ཨེ་ནི་དེ་ནང་བཞིན་གྱི་བ་ཨེ་ནས་གནང་རོགས་གྱིས་ཟེར་ནས་ཨེ་ནས་ང་ཚོས་འབོད་སྐུལ་ཞུ་གི་ཡིན་ཨ་ཐུགས་རྗེ་ཆེ།